བཀྲ་ཤིས་བདེ་ལེགས། ད་ད་དེ་ལ་ཡང་ང་ཚོས་བྱེ་བྲག་ནི་འཛིན་མི་སོ་སོ་གི་སེམས་ཉིད་དག་པ། དེའི་སྐོར་ལ་དོགས་ཟོན་བྱེད་ཤོག་ཨེ་ཡིན། དེ་ག་རེ་ཟེར་དགོས་རེད་ཟེར་ན། ད་ང་ཚོ་ཕྱི་ལོགས་འདྲ་བོ་བྱ་བཞག་ཡོད་ན་སྤུ་བོ་གི་ཕྱི་བུད་ཀྱི་སྒྲོམ་སྟེགས་དེ་གས་ཏེ། ལོ་ཚད་མ་འདྲ་བ་དང་གནས་རྩ་མ་འདྲ་བ། འཛིན་རིམ་མ་འདྲ་བ་སོ་སོ་ལ་སྒྲོམ་སྟེགས་དེ་བྲིས་སྟངས་དང་ནང་ལོགས་ཀྱི་ཚིག་གི་མང་ཉུང་ཚིག་གྲུབ་ཀྱི་རང་མཐོང། འོན་དེ་འདྲ་ལ་ནི་མ་འདྲ་མ་འདྲ་བོ་དེ་འདྲ་བཞག་ཡོད་རེད་འོན་དེ་འདྲའི་སྐོར་ལ་ནི་ང་ཚོས་ཏོག་ཙམ་བརྟག་ཡིན་ཨ་ནི་དང་པོ་དེ་ང་ཚོས་གི་ཕྱི་སྨྱོན་འཛིན་གྲྭ་དེ་འདྲ་གི་བུ་གསོད་ཁང་ཨོ་ལོ་གསུམ་བཞི་ལྔ་བུ་གུ་དེ་ཚོ་གི་ཨ་ནི་ལོག་ཡ་གི་གྲོང་སྡོད་ག་འདྲ་ཡིན་མིན་དེ་ལ་བལྟ་བ་དང། ད་དང་པོ་དེ་ལ་ཁོང་ཚོས་སྒྲུང་གི་གོལ་སྒྲིག་འདྲ་བོ་དེ་ག་འདྲའི་དགོས་གི་ཡོད་ན་ཡི་གེ་དེ་ཉུང་ཉུང་ཨ་རི་མོ་མང་པོ་ཡོད་རྒྱུ་ཨ་ནི་རི་མོ་ཟེ་པོ་ཡོད་རྒྱུ་ཨ་ནི་ནང་དོན་ཚང་རྒྱུ་གི་རི་མོ་ཡོད་དགོས་གི་འདུག་ཟེར་གི་འདུག་ཨ། དང་གཉིས་པ་དེ་ལ་ནང་ལོགས་ཀྱི་དོན་དག་འདྲ་བོ་དེ་ག་འདྲ་འདྲ་བོ་ཅིག་དགོས་ཟེར་ན་སྒང་དག་ལ་མང་པོ་ཅིག་ལབ་ཏོ། དེ་ཡོད་པ་ཅིག་ཡང་ནི་གཙོ་བོ་འདྲ་བོ་དེ་ཨང་ཀི་དཔེ་ཆ་བཤད་ན་ཨང་ཀི་གཅིག་ནས་བཅུ་དེ་ནི་རྩ་བའི་ཁ་དོག་དེ་ནི་ནམ་དུས་བཞི་སོགས་ཆགས་རིགས་དེ་འདྲ་བཞག་ཏོ་ཁོས། ད་སྒྲུང་གི་བརྒྱུད་རིམ་འདྲ་བོ་དེ་ཡང་ནི་ག་འདྲ་དགོས་ཀྱི་འདུག་ལབ་ན་ཁོ་གི་དམིགས་བསལ་གྱི་ཆས་གོས་མང་ང་དགོས་ཀྱི་རེད་ལབ་ཏོ། དེ་ནི་ང་ཚོ་ཕ་མ་གི་བུ་གུ་ལ་སྒྲུང་དེབ་ལོག་དེ་དམ་པ་ནི་སྒྲུང་དེབ་དེ་སྐར་མ་ལྔ་ནས་ཀ་མ་བཅུ་བར་ལ་ལོག་ཚ་ཚ་འགྲོ་ཡ་དེ་འདྲ་གྱི་སྐོར་དུ། ད་ནི་ལབ་འདུག་ཨ། དེ་ནི་བརྗོད་གཞི་ཚིག་གི་བྱེད་སྤྱོད་ཀྱི་ནང་ལོགས་ནས་ནི་གཙོ་བོ་འདྲ་བོ་དེ་འཁོད་པའི་ཐ་སྙད་མང་ཆེ་བ་མ་ཐ་སྙད་དེ་ཐ་སྙད་གཅིག་ཆོས་ཤེས་བེད་སྤྱོད་གཏང་རྒྱུ་དེ་འདྲ་དགོས་ཀྱི་འདུག་ཨ། ནི་དུས་ཚིག་བེད་སྤྱོད་གཏོང་ཉན་གྱི་མི་འདུག་དེ་ནི་ཚིག་རྩིབ་རེ་རེ་ཚིག་གྲུབ་རེ་རེ་གྱི་ནང་ལོགས་ལ་དོན་དག་གཅིག་རེ་སྟོན་པ་དེ་འདྲ་ཨ་ནི། རེ་རེ་ལ་ཐ་སྙད་ངག་ནས་དྲུག་ལས་མ་མང་བ་དེ་འདྲ་དགོས་ཀྱི་འདུག་ཟེར་ནས་ད་གཙོ་བོ་འདྲ་བོ་དེ་དེ་ག་དེ་ལབ་འདུག་ཨ་དེ་ནི་ང་ཚོའི་གི། ཨ་ནི་ང་ཚོའི་གི་ད་འདྲ་གི། དེ་གི་དཔེ་མཚོན་ཨ་ནི་ཨིན་ཇིའི་གི་སྒྲུང་དཔེ་ཅིག་དང་བོད་ཡིག་གི་སྒྲུང་དཔེ་ཅིག་ཏུ་སྡེབས་ནས་ཡོད། ཨ་ནི་སྡེབས་ནས་དེ་གས་དེ་གས་དེ་ཁོ་རང་ཚོ་འཛིན་རིམ་གི། མཚན་ཉིད་འབྲོང་གི་མཚན་ཉིད་དེ་ཚང་གི་འདོད་མི་འདོད་ནི་ང་ཚོའི་གཉེན་གྱི་མ་གི་ནང་དུ་བལྟ་བོ་ཐུགས་རྗེ་ཆེ།